ལྟས་ངན་ཡིན་ལ། དེ་བཞིན་པར་སྦྱར་བ་འདི་ལ་རྩ་བའི་ས་བཅད་རྣམ་པ་གཉིས། ཤེས་བྱ་སྤྱི་དོན་ནི་གཏན་ལ་ཕབ་པ་དང། ཤེས་བྱའི་ཚིག་མིང་རང་བཞིན་ངེས་པར་སྦྱར་བ་གཉིས་ཡོད་པ་ལས་དང་པོ་ཤེས་པའི་སྐབས་ཤེས་པར་བྱ་བའི་ཡུལ། ཤེས་བྱེད་ཀྱི་བློ། བློ་དེའི་ཡུལ་རྟོགས་པའི་ཚུལ་བཤད་པ་གསུམ་ཡོད་པ་ལས་དེ་གསུམ་པ་ཤེས་པའི་སྐབས་དེ་ལ་ཡང། སྤྱི་དང་བྱེ་བྲག་གི་རྟོགས་ཚུལ་སྣང་བ་དང་གསལ་བའི་རྟོགས་ཚུལ། བརྗོད་བྱ་དང་རྗོད་བྱེད་ཀྱི་རྟོགས་ཚུལ་ག་བ་དང་བྲལ་བའི་རྟོགས་ཚུལ་བཞི་ཡོད་པ་ལས། ད་དང་པོ་གོང་དུ་སོང་ནས་ཀ་གསུམ་པ་བ་གཉིས་པ། སྣང་བ་དང་གསལ་བའི་རྟོགས་ཚུལ་བཤད་པའི་སྐབས་དེ་ལ་ཡང། འཇུག་ཚུལ་སྤྱིར་བསྟན་པ་དང་སོ་སོའི་རང་བཞིན། ངེས་པར་བྱ་བ་གཉིས་ཡོད་པ་ལས། ད་གཉིས་པ་བཤད་པའི་སྐབས་དེ་ལ་ཡང། སྣང་གསལ་གྱི་རྣམ་གཞག་དངོས་ཡོད་བཤད་པ། ཞར་ལ་གསལ་འབྱུང་དང་གྲུབ་འཇོག་བྱེད་པ། གཉིས་ཡོད་པ་ལས། དེ་ནི་དང་པོ་ཞེས་པའི་སྐབས་དེ་ལ་ཡང། སྣང་བ་དང་གསལ་བ་གཉིས་ཡོད་པ་ལས་དང་པོ་སྣང་བ་ཞེས་པའི་སྐབས་ལ་ཡང། མཚན་ཉིད་དང་དབྱེ་བ་ཞེས་པ་གཉིས་ཡོད་པ་ལས། དེ་ནི་དང་པོ། གོང་དུ་སོང་ནས། གཉིས་པ་རྟོག་མེད་མ་འཁྲུལ་པའི་སྣང་བ་ལ། ད་དབྱེ་བ་གཉིས་འདུག་ཨ་དབྱེ་བ་ལ་གཉིས་ཡོད་པའི་ནང་ནས། རྟོག་མེད་འཁྲུལ་པའི་སྣང་བ་དང། རྟོག་མེད་མ་འཁྲུལ་པའི་སྣང་བ་གཉིས། ད་མ་འཁྲུལ་པའི་སྣང་བ་བཤད་པའི་སྐབས་ལ་ཡང་མཚན་ཉིད་དང་དབྱེ་བ། མཚན་གཞི་ལ་མཚན་ཉིད་གྲུབ་པ་གསུམ་ཡོད་པ་ལས། བཀའ་སྩོལ་འབབ་པ་མཚན་གཞི་ལ་མཚན་ཉིད་གྲུབ་པ། བཤད་པའི་སྐབས་དེ་འདྲ་ཡང། ཡུལ་གྱི་གནས་ལུགས་བློ་ཡིས་འཛིན་སྟངས་བློ་འདོན་ཐུབ་པར་གྲུབ་པ་གསུམ་ཡོད་པ་ལས། དེ་ནས་བཀའ་སྲོལ་བབས་པ་གསུམ་པ་བློ་འདོན་ཐུབ་པར་གྲུབ་པ་མཐུན་པར་གྲུབ་པར་བཤད་པ་དེ་ལ་ཡང། མཐུན་ཚུལ་དངོས་ཡོད་དང་དེ་གྲུབ་བྱེད་ཀྱི་རྟགས་གོ་བ་དང་དེས་ན་མངོན་ཚུལ་མ་ངེས་པར་གྲུབ་པ་གསུམ་ཡོད་པ་ལས་ད་དང་པོ་མཐུན་ཚུལ་དངོས་བཤད་པའི་སྐབས་སུ་རུ་བ།

སྤྱིར་བཏང་གི་བློ་ལ་དེ་སྐབས་སུ་ད་ལྟ་བློ་རྟོག་པ་དང་རྟོག་མེད་གཉིས་ཀ་ཡོད་ཆོག་གི་རེད་དེ། ཡིན་ན་ཡང་སྐབས་སུ་བབས་པའི་དངོས་བསྟན་གྱི་བློ་དེ། མངོན་སུམ་རང་ལ་ཚུར་འཆར་དགོས་ཡོད་རེད། ད་ལྟ་སྐབས་ནི་བསྟན་པའི་གི་བློ་དེ་རེད་བ། དེ་ནི། དོན་ལ་དེ་སྐབས་སུ་ཡང། སྤྱིར་བཏང་བློ་དང་དོན་ལ་དེ་སྐབས་སུ་ཡུལ་དང་ཡུལ་ཅན་ཟེར་བའི་སྐད་ཆ་འདྲ་ཞིག་རེད་དེ། ཡིན་ན་ཡང་སྐབས་སུ་བབས་པའི་གི་དོན་དེ་དོན་རང་མཚན་རང་ལ་གོ་དགོས་ཡོད་རེད། བློ་བདེན་མཐུན་པ། ད། མཐུན་པ་ལ་ནི་ཁོང་གཉིས་ཡོད་དང་ཡོད་ཅིང་མཐུན་པོ་ཡོད་པ། སྒྲུབ་རྒྱུ་ཡིན་གསུངས་རེད་ག་འདྲས་མཚུན་པ་རེད་ལབ་ན། དཔེར་ན་དོན་རང་མཚན་དེ་གཅིག་ཡིན་པ་ཡིན་ན། འདི་སྣང་མཁན་གྱི་མངོན་སུམ་གྱི་ཡང་གཅིག་ཉིད་དུ་སྣང་བ། ཕ་ལ་ཐ་དད་དུ་ཡོད་ན་དེ་གི་ཡང་ཐ་དད་དུ་སྣང་བ། འོ་དེ་འདྲ་གྱི་ནི་མཐུན་པ། འོ་དེ་འདྲ་གྱི་སྒྲུབ་རྒྱུ་ཡིན། ཁོང་གཉིས་མཐུན་པོ་ཤེའུ་ཆེ་ཡོད་པ་སྒྲུབ་རྒྱུ་ཡིན་ཟེར་གསུངས་པ་རེད་བ། དང་པོ་ནི། རྟོག་མེད་མ་འཁྲུལ་བའི་ཤེས་པ་དང། དེའི་ཡུལ་ཁྱི་དོན་གཉིས་པོ་ཡུལ་ཡུལ་ཅན་མཐུན་པ་ཡིན་ཏེ། ཟེར་བ་དེ་གསུངས་འདུག་ད་རྟོག་མེད་མ་འཁྲུལ་བའི་ཤེས་པ་ཟེར་ད་གིན་གི་ཡ་གང་ལ་བློ་དོན་ཟེར་བའི་སྐབས་སུ། འདི་བློ་དེ་སུ་རེད་ཟེར་ན། རྟོག་མེད་མ་འཁྲུལ་བའི་གྱི་ཤེས་པ། རོ། སྤྱིར་བཏང་གི་བློ་དེ་རྟོག་པ་དང་རྟོག་མེད་གཉིས་ཀ་ཡོད་ཆོག་རེད་དེ། ཡིན་ནའི་སྐབས་ཀྱི་བློ་དེ། རྟོག་མེད་མ་འཁྲུལ་བའི་གྱི་ཤེས་པ། རྟོག་མེད་མ་འཁྲུལ་བའི་གྱི་ཤེས་པ་ལགས་ན། མངོན་སུམ་ཚད་མ། རོ། རྟོག་མེད་མ་འཁྲུལ་བའི་ཤེས་པ། དེའི་ཡུལ་ལ་དེའི་སྐབས་སུ་ད། མངོན་སུམ་ཚད་མ་དེ་གྱི་ཡུལ་དུ་གྱུར་པའི་གྱི་ཡུལ་ཕྱི་དོན་དེ། ཡུལ་དང་ཡུལ་ཅན་མཐུན་པ་ཡིན་ཟེར་འོང་ཁོང་གཉིས་པོ་དེ་སྤྱིའི་ཡུལ་སྤྱིའི་ཡུལ་ཅན་ཉིད་དུ་མཐུན་པོ་ཞེའུ་ཅི་ཡོད་རེད་ཟེར་ད་ཡུལ་དང་ཡུལ་ཅན་མཐུན་པ་ཡིན། གང་འདྲས་སུ་མཐུན་པ་རེད་ཟེར་ད་མཐུན་སྟངས་བཤད་གི་འདུག་ཡུལ་དང་ཡུལ་ཅན་མཐུན་པ་ཡིན་ཏེ་ད་མཐུན་སྟངས་བཤད་ཡོང་དུས་ས་མ་ལ་ཕྱི་ལྷུན་རྫས་གཅིག་ཏུ་ཡོད་ན་འདས་ལ་ཡང་དེ་ལྟར་དུ་སྣང་ཟེར། ད་ཁྱི་བདུན། བུམ་པ་ལྟ་བུ་དེ། རྫས་གཅིག་ཏུ་ཡོད་པ་ཡིན་ན། བུམ་འཛིན་མངོན་སུམ་ལ་ཡང་དེ་ལྟར་དུ་སྣང་ལགས་ན་རྫས་གཅིག་ཡིན་པ་ནང་བཞིན་སྣང་གི་ཡོད་རེད། རྫས་གཅིག་ཏུ་སྣང་གི་ཡོད་རེད། དེ་སླ་ཡང་དེ་ལྟར་དུ་སྣང་བ་དང། ད་ལྟ་ཁྱི་བདུན་རྫས་གཅིག་ཏུ་ཡོད་ན་ཟེར་བའི་སྐབས་སུ། བུམ་པ་དང། བུམ་པའི་བྱེད་པ་བུམ་པའི་མི་རྟག་པ་གསུམ་པོ་དེ། ངོ་བོ་དབྱེར་མེད་ཀྱི་རྫས་གཅིག་ཏུ་ཡོད་ན། དེ་འཛིན་པའི་གྱི་བུམ་འཛིན་མངོན་སུམ་ལ་ཡང། རྫས་གཅིག་ཏུ་སྣང་གི་རེད། རེད་བ། ཁ་ཁ་ཅིག་ནི་མ་ཡིན་པ། རྫས་གཅིག་ཏུ་སྣང་གི་རེད། དེ་རྫས་ཐ་དུ་ཡོད་ན་སོ་སྟེ་ཚང་མ་དེ་ལ་དེའི་སྐབས་སུ་ཡུལ་དེ་རེད་བ། དེའི་ཡུལ་ཕྱི་དོན་དེ། ཕྱི་དོན་དེ་རྫས་ཐ་དུ་ཡོད་ན། ཨ་ནི་རྫས་མཐར་ཐུག་ཏུ་ཡོད་པས་ན་བཤགས་པ་དང་བཤུག་པ་ལྟ་བུ། བསྐ་བ་དང་བུམ་པ་ལྟ་བུ་རྫས་མཐར་ཐུག་ཏུ་ཡོད་པ་ཡིན་ན། རྫས་མཐར་ཐུག་ཡོད་ན། དེ་ལ་ཡང་རྫས་མཐར་ཐུག་སྣང་བའི་ཕྱིར། འོ་དེ་ལ་ཡང་ལ་དེ་སྐབས་སུ། དེ་གི་ཡུལ་ཅན་མངོན་སུམ་ཚད་མ་དེ་ལ་ཡང། ཨ་ནི་རྫས་མཐར་ཐུག་ཉིད་དུ་སྣང་གི་ཡོད་རེད། ཨ་དེ་འདྲ་ཡིན་དུས་ཚད་མ་ལ། ཁོང་གཉིས་ཡུལ་དང་ཡུལ་ཅན་མཐུན་པོ་ཞེ་དྲག་ཡོད་རེད།

དོན་ལ། རྫས་གཅིག་ཏུ་ཡིན་པའི་རྒྱུ་མཚན་གྱིས། མངོན་སུམ་ལ་ཡང་རྫས་གཅིག་ཏུ་སྣང་གི་ཡོད་རེད། འོ་དུས་བྱས་ནས། ད་ཤ་པ་དང་ཤ་པ་དེའི་རྗེས་དཔག་མི་རྟག་པ་གསུམ་ཟེར་ལ་དེའི་སྐབས་སུ། དེ་མངོན་སུམ་གྱི་ཡུལ་ལ་གསུམ་ཡོད་མ་རེད་བ། ཁོ་ལ་གཅིག་རང་རེད་བ། ཡིན་ནའི་ད་ལྟ་ཤ་པ་དང་དེའི་རྗེས་དཔག་མི་རྟག་པ་གསུམ་པོ་ཟེར་ཏེ་བསམ་པ་ལ། ད་རྟོག་པ་གིས་གསུམ་དུ་ཕྱེས་ཞགས་པའི་གྱི་ཡུལ་གསུམ་པོ་དེ།

རྟོག་པ་ཐ་དད་དུ། ཡིན་ན་ཡང་དངོས་གནས་ཡོད་རེད་པས་དེ་འདྲ་རང་ཡོད་རེད་པས་ཡུལ་གྱི་གནས་སུ་སྟེང་དུ་དེ་འདྲ་རང་ཡོད་རེད་པས་ཟེར་ན་དེ་འདྲ་ཡོད་མ་རེད། ཡོད་ན་མངོན་སུམ་ལ་སྣང་དགོས་རེད་མ་གཏོགས་མངོན་སུམ་ལ་སྣང་གི་མི་འདུག་ཨ། རེད་བ། དེ་འདྲ་ཚོད་མ་ལ་བུམ་པ་བུམ་པའི་རྗེས་དཔག་བུམ་པའི་མི་རྟག་པ་དེ་ཨ་ནི་རྫས་གཅིག་ངོ་དབྱེར་མེད་ཀྱི་རྫས་གཅིག་རེད། འོ་དེ་འདྲ་ངོ་དབྱེར་མེད་ཀྱི་རྫས་གཅིག་ཡིན་དུས་ནི་ཁོ་ལ་ཡང་རྫས་གཅིག་ཏུ་སྣང་གི་རེད། ཤ་པ་དང་ཤུག་པ་ཀ་བ་དང་བུམ་པ་ལྟ་བུ་ལ་སོགས་པ་ཡིན་ན་ནི་ཨ་ནི། མངོན་སུམ་གྱི་ཡུལ་དུ་རང་ཡུལ་དུ་རྫས་ཐ་དད་པར་སྒྲུབ་པ་ཡོད་པ་ཡིན་ཙང། འཁོར་ལ་སྣང་བའི་སྐབས་སུ་ཡང་རྫས་ཐ་དད་དུ་དེ་འདྲ་སྣང་གི་ཡོད་རེད། རྫས་ཐ་དད་སྣང་བའི་ཕྱིར། དེ་རེད། ད་དེའི་སྒྲུབ་བྱེད་ཀྱི་རྟགས་བཀོད་པ། ད་དེའི་སྒྲུབ་བྱེད་ཀྱི་རྟགས་བཀོད་པ་ལ་དེའི་སྐབས་སུ་རྫས་གཅིག་ཏུ་ཡོད་ན་རྫས་གཅིག་ཏུ་སྣང་བ་དང་རྫས་ཐ་དད་དུ་ཡོད་ན་རྫས་ཐ་དད་དུ་སྣང་བ་ཟེར་དེ་རེད། རེད་བ། ད་སྒང་ངོ་དབྱེར་མེད་ཀྱི་རྫས་གཅིག་ཡིན་པ་ཡིན་ན། མངོན་སུམ་ལ་ཡང་རྫས་གཅིག་ཏུ་སྣང་དགོས་བ། མཐོང་དང་མ་མཐོང་གི་ཆ་གཉིས་མེད་པའི་ཆ་བ། འོ་འདི་སྒྲུབ་དགོས་ཀྱི་ཡོད་རེད་བ། ད་དེ་གསུངས་ཏོ། སྒང་ངོ་དབྱེར་མེད་ཀྱི་རྫས་གཅིག་ཡིན་ན། མངོན་སུམ་ལ་མཐོང་མ་མཐོང་གི་ཆ་གཉིས་མེད་པའི་ཆ། དཔེར་ན་བེ་འབྲུ་ར་མཐོང་བ་ན། དེའི་སྔོན་པོ་མཐོང་བ་བཞིན་བུམ་པ་དང་དེའི་རྗེས་མི་རྟག་གསུམ་ཅང།

ད་དེ་ལ་ཚིག་བཞི་བཟུང་བྱས་ནས་བཀོད་ན་བུམ་པ་དང་དེའི་རྒྱས་པ་མི་རྟག་པ་གསུམ་ཆོས་ཅན། མངོན་སུམ་ལ་མཐོང་མ་མཐོང་གི་ཆ་གཉིས་མེད་པས་ཁྱབ་སྟེ། ངོ་དབྱེར་མེད་ཀྱི་རྫས་གཅིག་ཡིན་པའི་ཕྱིར། ཟེར་ནས་འོ་དུ་ཀོ་ཀོ་དུ་ཨ། རོ་ཨ། དཔེར་ན་ཕག་ལ། གང་བྱས་ན་མི་རྟག་པས་ཁྱབ་དཔེར་ན་བུམ་པ་བཞིན་སྒྲ་ཡང་བྱས་སོ། ལ་དེའི་སྐབས་སུ་ད་ང་ཚོ་ཁྱད་པར་ཆོས་སངས་ཀྱི་ལུགས་སྲོལ་བྱས་ནས་མ་ཅིག། རྟགས་ཆོས་སྟོན་གསུམ་བསྒྲིགས་ན་དེ་འདྲ་ཀོ་ཀོ་རོ་ཨ། སྒྲ་ཆོས་ཅན།

འོ་དེ་འདྲ་ཚོད་མ་ལ་དངོས་པོ་གང་ཞིག། ཆོས་དང་ངོ་དབྱེར་མེད་ཀྱི་རྫས་གཅིག་ཡིན་སོང་ན། ཆོས་སྣང་བའི་མངོན་སུམ་ལ། ཆ་ཚང་སྣང་དགོས་རེད་ཟེར་ད་མཐོང་མ་མཐོང་ཆ་གཉིས་མེད་པའི་ཁྱབ་ལ་ན་ཆོས་སྣང་བའི་ཁྱབ་པ་རེད་བ་ཟེར་རེད་ད། མཐོང་མ་མཐོང་གི་ཆ་གཉིས་མེད་པའི་ཁྱབ་ལ་དུས། ངོ་དབྱེར་མེད་ཀྱི་རྫས་གཅིག་ཡིན་པ་ཡིན་ན་ཆོས་མཐོང་བའི་ཀྱི་ཡུལ་ཅན་ལ་ཆོས་མཐོང་བའི་ཀྱི་ཁྱབ་ཟེར་དགོས་རེད་བ།

ད་ཆོག་ཆོད། ད་བདེ་གི་གཏན་ཚིགས་ལ་ད་ལྟ། བྱས་པ་མི་རྟག་པ་གསུམ་ཆོས་ཅན། བུམ་པ་དང་བྱས་མི་རྟག་པ་གསུམ་ཆོས་ཅན། མངོན་སུམ་ལ་མཐོང་དང་མ་མཐོང་ཆ་གཉིས་མེད་པའི་ཁྱབ་སྟེ། ངོ་བོ་དབྱེར་མེད་ཀྱི་རྫས་གཅིག་ཡིན་པའི་ཕྱིར་ཟད་དེ། ད་གང་ངོ་བོ་དབྱེར་མེད་ཀྱི་རྫས་གཅིག་འདི། བྱས་པ་དང་ག་ས་བུམ་པ་བྱས་པ་མི་རྟག་གསུམ་གྱི་སྟེང་དུ་གྲུབ་ན་ཆོག་ཆོད་སྒྲུབ་དགོས་རོ། དེ་འདྲའི་གི་ཆོག་ཆོད་སྒྲུབ་རྒྱུ་ཡོད་པ་དེ་སུས་སྒྲུབ་དགོས་རེད་ཟེར་ན།

ང་རང་ཚོ་ད་ལྟ་དགྲ་ཆོས་ཅན་མི་རྟག་སྟེ་བརྗེད་པའི་ཕྱིར་ཞེས་པའི་སྐབས་སུ། རྟག་བརྗེད་པ་དང། བསྒྲུབ་བྱའི་ཆོས་མི་རྟག་པ་གཉིས་ཀྱི་བར་རོ་ལ་ནི། འབྲེལ་བ་བདག་གཅིག་གི་འབྲེལ་བ་སྒྲུབ་པའི་གཏན་ཚིགས་ལྟོས་མེད་ཀྱི་གཏན་ཚིགས་ཅི་ཡོད་རེད།

མི་རྟག་པར་སྒྲུབ། དེ་ནས་གནོད་པ་བཅས་ཀྱི་གཏན་ཚིགས་བསལ་ཏེ། དགྲ་ཆོས་ཅན་མི་རྟག་སྟེ་བརྗེད་པའི་ཕྱིར་ཞེས་པའི་སྐབས་སུ། རྟགས་བྱས་པ་དང་མི་མཐུན་ཕྱོགས་རྟག་པར་ཡོར་བ་དེའི་སྐབས་སུ། གང་བརྗེད་ན་མི་རྟག་པའི་ཕྱིར་དཔེར་ན་བུམ་པ་བཞིན། གང་རྟག་ན་མ་བརྗེད་པའི་ཁྱབ། ག་རེ་དཔེར་ན་ནམ་མཁའ་བཞིན་ཟེར་ཏེ་བརྩམས་པ་ལ།

ཆ་བ་དེ། གང་ངོ་བོ་དབྱེར་མེད་ཀྱི་རྫས་ཅན་ཡིན་ན་མངོན་སུམ་ལ་མཐོང་མ་མཐོང་གི་ཆ་གཉིས་མེད་པའི་ཆ་བ་དེ་སུས་སྒྲུབ་ཀྱི་རེད་ཟེར་ན་ནི་རང་རིག་མངོན་སུམ་ལྟ་བུ་གིས་སྒྲུབ་ཡོང་གི་རེད། རང་རིག་མངོན་སུམ་ག་འདྲས་སྒྲུབ་ཀྱི་རེད་ཟེར་ན། བེ་འབྲུག་ར་མཐོང་བ་ན་དེའི་དངོས་པོ་མཐོང་འགྲོ་བ་དེ་ཉམས་སུ་མྱོང་བས་སྒྲུབ་ལེགས་དོ། འབེན་འབྲུག་ར་མཐོང་ལ། སྔོན་པོ་མ་མཐོང་བ་ཅིག་རྩ་ནས་མི་འདུག། འབེན་འབྲུག་ར་མཐོང་ཡོང་དུས་སྔོན་པོ་མཐོང་ཨེ་ཡོད་པ་དེ་རང་རང་གི་མྱོང་སྟོབས་ཀྱིས་སྒྲུབ་ཐུབ་ཀྱི་འདུག། ཉམས་སུ་མྱོང་བའི་སྒྲུབ་ལས་དང་སོ་སོ་ཉམས་སུ་མྱོང་གི་འདུག། འོ་དེ་གིས་སྒྲུབ་ཡོང་གི་འདུག་རང་རེ་མངོན་སུམ་གྱིས་སྒྲུབ་པ་རེད། ཉམས་སུ་མྱོང་བའི་སྒྲུབ་པ་ལ་བརྟེན་ནས་ཉམས་སུ་མྱོང་བའི་སྒྲུབ་པ་ལ་བརྟེན་ནས་དེ་འདི་ག་གི་ཆ་པ་དེ་ཡང་སྒྲུབ་པ་ཡིན། ད་མངོན་སུམ་ལ་མཐོང་དང་མ་མཐོང་གི་ཆ་གཉིས་མེད་པའི་ཆ་པ་དེ།

མངོན་སུམ་དེ་ངེས་ཤེས་རྩ་ནས་ཡོད་མར་བ་མངོན་སུམ་ལ་ངེས་ཤེས་རྩ་ནས་མེད་དུས་ཙམ་མ་ལ། མངོན་སུམ་དེ་མ་ངེས་པར་འགྲོ་ཟེར་དུས་ཙམ་མ་ལ་མངོན་སུམ་དེ་ངེས་ཤེས་མ་ཡིན་པ་སྒྲུབ་ཀྱི་ཡིན། རེད་བ། མངོན་སུམ་མ་ངེས་པར་འགྲོ། ངེས་ཤེས་ཡིན་ན་ག་རེ་ཡིན་དགོས་རེད། རྟོག་པ་ཡིན་དགོས་རེད་བ། ངེས་ཤེས་ཡིན་ན་ཡིན་གཅིག་མིན་གཅིག་རྟོག་པ་ཡིན་དགོས་རེད་བློ་རྟོག་པ། ད་མངོན་སུམ་དེ་མ་ངེས་པར་སྒྲུབ་ཀྱི་ཡིན། མངོན་སུམ་གྱི་རང་ཡུལ་ངེས་པ་མེད་དེ། རེད། མངོན་སུམ་གྱི་རང་ཡུལ་ངེས་ཡོད་མ་རེད། དཔེར་ན། སྣང་བ་ཙམ་གྱིས་སྦྱར་བ་རྫོགས་འགྲོ་གི་རེད་མ་གཏོགས། ཁོ་མངོན་སུམ་གྱིས་འདི་དཀའ་བ་རེད་འདུག་འདི་བུམ་པ་རེད་འདུག་འདི་དཀའ་བ་འདི་དམར་པོ་རེད་འདུག་འདི་དཀའ་བ་འདི་སེར་པོ་རེད་འདུག་ཟེར་གྱི་དེ་དང་དེ་འཛིན་པའི་གི་ངེས་ཤེས་རྩ་ནས་ཡོད་མ་རེད། མངོན་སུམ་གྱི་རང་ཡུལ་ངེས་པ་མེད། ཡང་གང་ཞིག་ཡོད་ལབ་མཁན་ཡོད་རོགས་འདི་བཞིན་དུ་འགྲོ་གི་ཡོད་རོགས་ད། ད་ལྟ་ས་ཆ་གི་མཁས་པ་དེ་ཚོ་གིས་ཡང་ཡོད་ལབ་མཁན་ཡོད་ས་རེད། གསུང་གི་འདུག་བ་དེ་ནང་སོ་སོ་འདྲེས་པ་དེ་ཚོའི་ནང་ལོགས་ལ། མངོན་སུམ་གྱི་རང་ཡུལ་ངེས་པ་མེད་དེ། མངོན་སུམ་མཚན་མ་གྱི་རང་གི་ཡུལ་དེ་ངེས་ཐུག་གི་མ་རེད། ད་རེས་ངེས་ཡོད་མ་རེད།

རེད་བ། ཡུལ་འདི་མཐོང་བ་དེ་ག་རང་ཡུལ་འདི་རྟོགས་འགྲོ་གི་རེད་མ་གཏོགས་ཡུལ་འདི་མཐོང་ནས་དེ་དང་དེ་ལ་བསུ་བའི་གི་ངེས་ཤེས་དྲོངས་ཡ་གང་ཡང་ཡོག་མ་རེད། ཡུལ་འདི་ལ་མཐོང་བ་ཙམ་གི་ཡུལ་འདི་མཐོང་བ་ཙམ་གི་ཡུལ་འདི་ལ་ཚད་མར་འགྱུར་སྲིད་དོ། དེའི་ལ་དེ་སྐབས་སུ་མངོན་སུམ་ཚད་མ་དེ། ཡུལ་འདི་མཐོང་བ་ཙམ་གྱིས་ཁོ་རང་གི་ཡུལ་ག་རེ་ཡིན་ན་ཡང་མཐོང་བ་ཙམ་གྱིས་མཐོང་བ་དེ་ག་རང།

མ་ངེས་པ་ཇི་ལྟར་མངོན་སུམ་གྱིས་བཟུང་བ་ཡིན་ཞེ་ན། རིགས་ལྡོག་སྟེ། དེ་ཚིག་དེ་དག་ཁ་ཚ་ཁ་ཡི་ཐེངས་གཅིག་ཡ་གང་ལ་ཐེངས་གཅིག་ཞུས་ཞུས་པ་ཡིན་རོ། ད་ནི་མ་ངེས་པ་ཇི་ལྟར་མངོན་སུམ་གྱིས་བཟུང་བ་ཡིན་ལ་དེ་སྐབས་སུ་དེ་འདྲ་ལབ་རབས་དོན་དག་རྡོག་རྡོག་སྟེ། ད་སློབ་དཔོན་ཆོས་གྲགས་ཀྱིས་མངོན་སུམ་གྱི་ཡུལ་ངས་ཡོད་མ་རེད། ཟེར་ལབ་ཡོང་དུས་དེ་མི་གཞན་གྱིས་ཅོ་འདྲ་བཏང་པ་རེད་དོ། ད་ནི་མ་ངེས་པ་ཇི་ལྟར་མངོན་སུམ་གྱིས་བཟུང་བ་ཡིན་ཞེ་ན་ལ་དེ་སྐབས་སུ། ཨ་ནི་མངོན་སུམ་གྱི་ཡུལ་ངེས་ཡ་མེད་ན། མངོན་སུམ་གྱི་ཡུལ་དེ་ག་འདྲི་ཆེད་བཟུང་གི་ཡིན་པ་ཟེར་ནས། ཨ་ནི་མི་ཆེན་གྱིས་འདྲི་བ་བཏང་རྒྱུ་རེད་དོ། ཨ་ནི་འདྲི་བ་བཏང་དུས་སྐབས་ལ་བདེ་གི་སྔོན་ལ་གདམ་བྱ་ག་རེ་འགྲོ་ཚར་བ་རེད། མངོན་སུམ་གྱི་ཡུལ་ངེས་ཡོད་མ་རེད་ཟེར་ནས། ཨ་ནི་ཆོས་གྲགས་ཀྱིས་སློབ་དཔོན་ཆོས་གྲགས་ཀྱི་གདམས་བྱ་དེ་འདྲ་བཞེད་པ་ལ་བརྟེན་ནས་དེ་ནི་བདུད་ཀྱི་འདྲི་བ་དེ་ལེགས་ཡོད་རོ། གལ་སྲིད་དེ་གི་སྔོན་དུ་མངོན་སུམ་གྱི་ཡུལ་ངེས་པ་ཡོད་མ་རེད་ཟེར་གྱི་གདམས་བྱ་བྱས་པ་མེད་ན་འདིའི་འདྲི་བ་དེ་ལེགས་དགོས་ཡོད་མ་རེད། བྱས་ཙང་བདུད་ཀྱི་འདྲི་བ་ལ་ལྟོས་ན་སློབ་དཔོན་ཆོས་གྲགས་ཀྱིས་མངོན་སུམ་གྱི་ཡུལ་མ་ངེས་པ་ཡིན་པ་ཅིག་རྟོགས་ཐུབ་ཀྱི་ཡོད་རེད། ད་བདུད་ཀྱི་ལུང་ཚ་སངས་ཅིག་ཡོད་རེད། འདི་བསྒྲུང་ན་ཧ་མ་གོ་སྐལ་ཡོད་མ་རེད། བདག་ནི་མ་ངེས་པ། ཇི་ལྟར་མངོན་སུམ་གྱིས་གཟུང་བ་ཡིན་ཞེ་ན། མངོན་སུམ་གྱི་ཡུལ་མ་ངེས་ན། ག་འདྲ་སའི་མངོན་སུམ་ཚད་མ་གིས་ཁོ་རང་གི་ཡུལ་འདི་གཟུང་བ་ཡིན་ཞེ་ན། དེ་འདྲས་གསུངས་འདུག་ས་ཞེས་སོགས་དང། བདག་གིས་ཡང་མངོན་སུམ་གྱི་ཡུལ་མ་ངེས་པ། ཡུལ་ངེས་མེད་པ་ཡིན་པ་ཞིག་སྟོན་གྱི་ཡོད་རེད། རྣམ་འགྲེལ་རང་འགྲེལ་ནང་ལོགས་ལ་ཞེས་སོགས་དང། དག་ན་བཞིན་ཚད་མ་རྣམ་ངེས་ཀྱི་ནང་ལོགས་ལ། འདོད་པ་ལ་སོགས་པའི་ས། འདོད་པ་མ་རེད། བདེ་བ་རེད་བདེ་བ། ཚོར་བ་བདེ་བ་སྡུག་བསྔལ་བཏང་སྙོམས་ཟད་གཅོད་བ། འོ་འདི་རེད། ཚོར་བ་བདེ་བ་ལ་སོགས་པ་བདག་ཉིད་རང་རིག་པ། བརྗོད་པ་དང་མ་བྲལ་བ་འདི་ནི་མངོན་སུམ་གྱི་ཚད་མའོ། འོ་ཟད། འོ་ད་དེ། ཚོར་བ་བདེ་བ་ལ་སོགས་པ་དེ་ཡང་བདག་ཉིད་རང་རིག་པ། སེམས་སོ་མ། རང་གི་རང་རིག་པ། བརྗོད་པ་དང་མ་བྲལ་བ་ལ་འདི་ཀ་སོགས་རྣམ་རྟོག་གི་ཡུལ་མ་ཡིན་པ། གཞན་སེལ་མ་ཡིན་པ། དེ་ནི་མངོན་སུམ་གྱི་ཚད་མའོ། དེ་ལྟ་བུ་ཆེ་ནི་མངོན་སུམ་གྱི་ཚད་མ་ཡིན་ཟེར་ནས་དེ་འདྲས་གསུངས་འདུག་དེ་འདྲ་ཙམ་མ་ལ། མངོན་སུམ་ཚད་མ་ལ། ནི་ཡུལ་ངེས་ཡ་རྩ་ནས་ཡོད་མ་རེད། འོ་དེ་གསུངས་འདུག་ཨ། གཞན་དང། དང་ནང་བཞིན་ཚད་མ་རིགས་ཐིག་འདི་ཡང་སློབ་དཔོན་ཆོས་གྲགས་ཀྱིས་གཟུངས་ཆོས་འདིར་རོ། ཆོས་གྲགས་ཀྱི་ཚད་མ་སྡེ་བདུན་ནི་ཡོད་པའི་ནང་ནས་དེ་ཚོར་རོ་ཚད་མ་རྣམ་ངེས། རྣམ་འགྲེལ་རིགས་ཐིག་ཟེར་མཁན་དེ་ཚོར་རོ། ད་རིགས་ཐིག་ནང་རོ་ལ་ཡང་དེ་འདྲ་གསུངས་འདུག་ས། དེ་ལ་དངོས་ཡུལ་ཐུན་མོང་མ་ཡིན་པ་མཐོང་བ་གང་ཡིན་པ་ཁོ་ན་ཚད་མའོ། དེ་ལ་དངོས་ཡུལ་ཐུན་མོང་མ་ཡིན་པ་ལ་དེ་སྐབས་སུ་དངོས་ཡུལ་ལ་དེ་སྐབས་སུ་མངོན་སུམ་ཚད་མ་ལ་སྣང་བའི་གི་དངོས་སུ་སྣང་བའི་གི་ཡུལ་དེར་བ་དངོས་ཡུལ་དེར་བ། དཔེར་ན་ནི་བུམ་རྫུན་མངོན་སུམ་གྱི་དངོས་ཡུལ་དེ་ག་རེ་རེད་བུམ་པ། ཐུན་མོང་མ་ཡིན་པ་ལ་དེ་སྐབས་སུ་ལ་དངོས་པོ་ཟེར་དགོས་རེད་ཐུན་མོང་མ་ཡིན་པ་ཟེར་ན་དངོས་པོ། ཡ་ལ་ཡ། དངོས་པོ་དང་རང་སེམས་ཀྱི་མཚན་ཉིད་བྱ་བྱེད་སྐབས་སུ་ག་རེ་བྱ་སོང། ཡུལ་དུས་རང་བཞིན། མ་འདྲེས་པར་གནས་པའི་དངོས་པོ། ཟེར་ནས་རེད་བ། ཐུན་མོང་མ་ཡིན་པའི་དངོས་པོ། ཐུན་མོང་བར་སྣང་བའི་སྒྲོ་བཏགས་ཟེར་ནས་གཉིས་བཤད་སོང་ཨ། འོ་དེ་ཐུན་མོང་མ་ཡིན་པ་ལ་འདི་སྐབས་སུ་ན་འདི་བྱེད་དགོས་རེད། དངོས་པོ། དངོས་ཡོད་ཐུན་མོང་མ་ཡིན་པ་མཐོང་བ་གང་ཡིན་པ་ཁོ་ན་ཚད་མ་ཡིན་ཟེར་དུས་ཙམ་མ་ལ། དངོས་ཡོད་ཐུན་མོང་མ་ཡིན་པ་མཐོང་བ་གང་ཡིན་པ་དེ་ནི་ཚད་མའོ། མངོན་སུམ་གྱི་ཚད་མ་ཁོ་ན་ཡིན། རེད་བ། དེ་གསུང་གི་འོ་རེད། མཐོང་བ་གང་ཡིན་པ་ཁོ་ན་ཚད་མའོ། འོ་ད་ཡུལ་དངོས་པོ་མཐོང་མཁན་གྱི་ཡུལ་ཅན་ཁོ་ན་ཚད་མ་ཡིན། དེ་མངོན་སུམ་ཚད་མ་ཡིན་ཟེར་གསུང་གི་འོ་རེད་བ། མཐོང་བ་གང་ཡིན་པ་ཁོ་ན་ཚད་མའོ་ཞེས་གསུངས་པའི་ཕྱིར།

མངོན་སུམ་གྱི་ཡུལ་ངེས་པ་ཡོད་མ་རེད་ཟེར་ལབ་ན། རྣམ་འགྲེལ་གྱི་ནང་ལོགས་ལ། གལ་ཏེ་ཡོད་མེད་ངེས་པར་འདྲེན་བྱེད་མེད་ཕྱིར་ན་ཚད་མ་ཉིད་མི་འགྱུར་ཞེས་གསུངས་པ་དང་གར་འགྲོ་སར་བ། རྣམ་འགྲེལ་ལུང་ནང་ལོགས་ལ་ཡོད་པ་དང་མེད་པར་ལ་སོགས་པའི་ངེས་པའི་གི་འགྲེལ་བྱེད་མ་ཡིན་ན། ཚད་མ་མ་རེད་ཟེར་གསུངས་འདུག་ཨ། དེ་འདྲ་ཡིན་པ་ཡིན་ན་མངོན་སུམ་ཚད་མ་ཆོས་ཅན། ཚད་མ་མ་ཡིན་པ་དག་ཡོད་པ་དང་མེད་པར་ངེས་པའི་འབྲས་ཅན་མ་ཡིན་པའི་ཕྱིར། ཟེར་ན་ཅོ་འདི་འདི་གཏོང་གི་ཡོད་རེད་བ། གལ་སྲིད་ཡོད་མེད་ངེས་པའི་འབྲས་ཅན་མ་ཡིན་ན། ཚད་མ་མ་རེད་ཟེར་ནས་ཚད་མ་རྣམ་འགྲེལ་གནང་གི་གསུངས་འདུག་ཨ། ཁྱོད་རང་གིས་མངོན་སུམ་གྱིས་ཡོད་པ་དང་མེད་པ་གང་ཡང་ངེས་ཀྱི་མ་རེད་ཟེར་འདམ་བཅག་གི་འདུག་ཨ། དེ་འདྲ་ཡིན་པ་ཡིན་ན་ཚད་མ་རྣམ་འགྲེལ་གྱི་ལུང་དང་ག་ལ་འགྲོ་གི་འདུག་ཨ་ཟེར་ནས་ས་སྐྱ་དཔེ་འདྲི་ལྟ་ལ་ཡ་མཚོ་རྡོག་རློངས་བྱས་པར་བ། ཧོ་དེ་ལ་ཚད་མ་ད། དེ་ལ་ལན་སྤྲད་བར་སྐྱོན་མེད་དེ། ཧོ། གལ་ཏེ་ཡོད་མེད་ཡོད་པས་ཡོད་མེད་ངེས་པའི་སྒྲ་ཇི་མི་ཕྱིར་ན་ཚད་མ་ཉིད་མི་འགྱུར་ཟེར་གྱི་ལུང་འདྲེན་འདི། ཁྱོད་རང་གིས་ཁས་བླངས་པ་ན་བཞིན་མ་རེད་ཟེར་བ་རེད། ཁྱོད་རང་གི་ཁས་བླངས་པ་ན་བཞིན་མ་རེད་ཟེར་བ་རེད། འོ་ན། འདི་གི་ལུང་བསྟན་དེ་ག་རེ་རེད་ཟེར་ན། ཡོད་པ་དང་མེད་པ། ངེས་དཔེ་གྱི་འགྲེལ་ཆེན་ལ་ན་རྒྱུ་ལ་བོར་བ། ཡོད་པ་དང་མེད་པར་ངེས་དཔེ་གྱི་རྒྱུ་ཅན་མ་ཡིན་པ་ཡིན་ན་ནི། ཨ་ནི་ཚད་མ་ཉིད་མི་འགྱུར་ལ་ན་ཀུན་ཏུ་ཐ་སྙད་པའི་གི་ཚད་མ་མ་རེད་གསུངས་པ་རེད་ཟེར། ཚད་མ་ཉིད་མི་འགྱུར་ཟེར་ན་ཀུན་ཏུ་ཐ་སྙད་པའི་གི་ཚད་མ་ཡིན་ན་རང་སྟོབས་ཀྱིས་དྲངས་པ་དང་ནི་ཕྱིའི་གཞན་སྟོབས་ཀྱིས་དྲངས་པ་བཅས་ཡིན་དགོས་ཀྱི་ཡོད་རེད། དེ་འདྲའི་དྲངས་པའི་གི་རྒྱུ་ཕྱིན་ཅི་མེད་པ་ཡིན་ན་ཨ་ནི་ཀུན་ཏུ་ཐ་སྙད་པའི་ཚད་མ་ཆགས་ཀྱི་ཡོད་མ་རེད་ཟེར་གསུངས་པའི་གི་དོན་དག་རེད་མ་གཏོགས་སྤྱིར་བཏང་གི་ཚད་མ་ཡིན་ཚད་ཐམས་ཅད་ཨ་ནི་ཡོད་པ་དང་མེད་པར་ངེས་པའི་གི་འགྲེལ་ཆེན་གྱི་གོ་ཟེར་སྐད་ཆ། ཡོད་མེད་ངེས་པ་གྱི་གོ་ཟེར་སྐད་ཆ་མ་རེད་ཟེར། ད་ཁོང་གིས། ཁོང་ཚོའི་གོ་བ་ལང་ཏི་ཀ་སོགས་ཡོད་མེད་ངེས་པའི་འགྲེལ་ཆེན་མིན་ཟེར་དོན་དག་གཅིག་ལ་བསམ་བློ་བཏང་འདུག་ང་ཚོས་གི་གོ་བ་འདི་རྣམ་འགྲེལ་གྱི་ལུང་འདི་འགྲེལ་ཏི་ཀ་སོགས་ལ་འགྲེལ་ཆེན་མིན་ཟེར་ཏེ་ཕར་བཏུབ་ནས། ཡོད་པ་དང་མེད་པར་ངེས་པའི་གི་རྒྱུ་མ་ཡིན་ན། རྒྱུ་མ་ཡིན་པའི་ཕྱིར་ན། ཚད་མ་ཉིད་མི་འགྱུར་ཟེར་དུས་ཚད་མ་ལ་ཀུན་ཏུ་ཐ་སྙད་པའི་གི་ཚད་མ་དེ་ཆགས་ཀྱི་མ་རེད་ཟེར་གསུངས་པ་རེད། ཀུན་ཏུ་ཐ་སྙད་པའི་གི་ཚད་མ། ད་ཀུན་ཏུ་ཐ་སྙད་པའི་གི་ཚད་མ་ཟེར་ན་དེ་འདྲ་རེད་བ། རང་གི་འཇུག་ཡུལ་དེ་རང་ཉིད་ཀྱི་ངེས་པ་ཡང་ན་ཕྱིས་སུ་ངེས་པ་དྲངས་པའི། དེ་ནས། ག་ལས། ཕྱིས་པ་ངེས་པ་དྲངས་པའི་སྒོ་ནས་རང་ཡུལ་ལ། འཇུག་ཏུ་བཅད་པ་མི་བསླུ་བའི་གི་རིགས་པ་དེ། ནི། ཀུན་ཏུ་ཐ་སྙད་དཔེ་ཀྱི་ཚད་མ། དེ་འདྲའི་བཞག་གོ་དོ། ཀུན་ཏུ་ཐ་སྙད་པའི་ཚད་མ་ཟད་དེ། དེ་འདྲ་ཡིན་དུ་བསམ་མ་ལ། ད་ལྟ་རྣམ་འགྲེལ་གྱི་ལུང་དེས། ཀུན་ཏུ་ཐ་སྙད་དཔེ་ཀྱི་ཚད་མ། མ་རེད་ཟེར་གསུངས་པ་རེད་མ་གཏོགས། སྤྱི་གཙང་ཚད་མ་མ་རེད་ཟེར་སྐད་ཆ་མ་རེད། དེ་འདྲ་ཡིན་དུ་བསམ་མ་ལ། མངོན་སུམ་ཚད་མ། ཡོད་པ་དང་མེད་པར་ངེས་པ་མེད་ན་ཡང། ཚད་མ་མ་ཡིན་པ་ཆགས་པའི་སྐྱོན་གང་ཡང་མེད།

འོང་ཡ། ཅོ་ནེ་དེ་འདི་རང་སྟོད་ཀྱི་ངེས་པར་འདྲེན་པ་དང་གཞན་སྟོད་ཀྱི་ངེས་པར་འདྲེན་པ་ལ་དགོངས་པ་ཡིན། དེ་ལྟར་ཀུན་ཏུ་ཐ་སྙད་པའི་གི་ཚད་མ་སྐད་ཆ་དེ་རེད། དེ་རང་སྟོད་ཀྱི་ངེས་པར་འདྲེན་པ་དང་གཞན་སྟོད་ཀྱི་ངེས་པར་འདྲེན། རང་སྟོད་ཀྱི་ངེས་པར་འདྲེན་ཟེར་དུས་ཚང་མ་རང་གི་འཇུག་ཡུལ་ལ་ངེས་པ་དེ་རང་སྟོབས་ཀྱིས་འདྲེན་ཐུབ་པ་གཅིག་དང། རང་གི་འཇུག་ཡུལ་ལ་ཡང་ངེས་པ་གཞན་སྟོབས་ཀྱིས་འདྲེན་པ་གཉིས་ཡོད་རེད། རྗེས་དཔག་ཚད་མ་ལྟ་བུ་གཅིག་ཡིན་ན། རང་གི་འཇུག་ཡུལ་ལ་ངེས་པ་རང་སྟོབས་ཀྱིས་འདྲེན་ཐུབ་ཀྱི་ཡོད་རེད། ད་མངོན་སུམ་ལ་ངེས་པ་རང་སྟོབས་ཀྱིས་འདྲེན་ཐུབ་མཁན་དང་མ་ཐུབ་མཁན་གཉིས་ཡོད་རེད། ད་མངོན་སུམ་སྒོམ་པ་ཅན་ལྟ་བུ་བྱས་ན་ནི་ངེས་པ་རང་སྟོབས་ཀྱིས་འདྲེན་ཐུབ་ཀྱི་ཡོད་རེད། ཨ་ནི་མངོན་སུམ་དང་པོ་པོ་དང་ཡིད་མ་གཏད་པ་ལྟ་བུ་བྱས་ན་ནི་ངེས་པ་རང་སྟོབས་ཀྱིས་འདྲེན་ཐུབ་ཀྱི་ཡོད་མ་རེད། ངེས་པ་གཞན་སྟོབས་ཀྱིས་འདྲེན་དགོས་ཀྱི་ཡོད་རེད་ཁོ། ཨ་འདི་ལ་ཡང་རང་ངེས་ཚད་མ་དང་གཞན་ངེས་ཚད་མ་ཟེར་ནས་སྐད་ཆ་ཡང་འདི་ཡང་བཤད་ཀྱི་ཡོད་རེད། ད་རྒྱལ་ཡོངས་པར་འདི་ཚོ་བརྗེད་ལ། མ་ལས་ཡོང་གི་རེད། རང་ངེས་ཚད་མ་དང་གཞན་ངེས་ཚད་མ། རང་རྟོགས་ཀྱི་ངེས་པ་བགྲང་སྟངས། གཞན་རྟོགས་ཀྱི་ངེས་པ་བགྲང་སྟངས། ཟེར་གྱིན་འདུག་སོ། མ་བརྗེད་ལ་ལས་ཡོང་གི་རེད། དེ་བརྒྱུད་ནས་གཞུང་འདིས་མགོ་མཇུག་བར་གསུམ་ཆ་ཚང་བ་ཅིག་བལྟ་དགོས་ཡ་དེ་གལ་ཆེན་པོ་རེད་དོ།

གཞུང་ཆེན་བཀའ་པོད་ལྔ་དེ་ཆ་ཚང་དགོས་རེད། གང་ཡིན་ཟེར་ན། གཅིག་གི་ནང་ལ་ཡོད་པ་དེ་གཅིག་ལ་ལྟོས་ནས་བཤད་དགོས་ཡ་དེ་འདྲ་མང་པོ་རེད་བ། དེ་འདྲ་ཙམ་མ་ལ། གཞུང་ཆེན་བཀའ་པོད་ལྔ་དེ་ཆ་ཚང་དགོས་རེད། དེའི་ནང་ནས་ཀྱང། གཞུང་ཆེན་ཁོ་རང། གཅིག་སྦྱངས་པ་ཡིན་ནས་དེ་ཡང་ཆ་ཚང་ནས་སྦྱངས་དགོས་རེད། དེ་འདྲ་ཙམ་མ་ལ་དཔེ་ཁྲིད་མ་བྱས་པ་བཅས། དགོས་རྒྱུ་བར་གསུམ། ནི། ཆད་ལྷག་མེད་པ། སྦྱངས་དགོས་ཡ་དེ་གལ་ཆེན་པོ་རེད། དེ་འདྲ་ཡིན་པ་ཡིན་ན་ནི། གཞུང་དེ། ནི། ཧ་གོ་ཐུབ་ཀྱི་རེད་མ་གཏོགས། ནི་ཡ་ཕྱེད་ཀ་གཅིག་སྦྱངས་ཕྱེད་ཀ་སྦྱངས་མ་ཐུབ་པ་ཡིན་ན་ནི། ཤེས་ཐུབ་བས་གང་ཡང་ཡོད་མ་རེད། བདག་ངེས་པར་འདྲེན་པ་ལ་དགོངས་པའི་ཕྱིར། བདག་ཀུན་ཏུ་ཐ་སྙད་པའི་ཚད་མ་ལ་དགོངས་པ་ཡིན། བདག་དེ་ཙམ་གྱིས་འདི་དེ་རྫོགས་པ་རེད། སྣང་བ་གི་སྐོར་འདི་རོ། སྣང་བ་གི་འཛིན་སྟངས་ཀྱི་སྐོར་འདི་རྫོགས་པ་རེད། བདག་གསལ་བ། བདག་གསལ་བའི་སྐོར་འདི་ཤེས་པས་རེད། གསལ་བ་ལ་གསུམ་སྟེ། གཞུང་ལས་ཤེས་པའི་ཚུལ། འགྲེལ་པ་མཁན་གྱིས་བཀྲལ་བའི་ཚུལ་ས་བཅད་པའི་བཤད་པ་ངོས་བཟུང་བ། འོ་བདག་གསུམ་མེད་པའི་ནང་ནས་བདག་གཞུང་ལས་ཤེས་པའི་ཚུལ་ལ་འདི་ཀ་སོ་བདག།

རྣམ་འགྲེལ་ནང་ལ་སློབ་དཔོན་ཆོས་གྲགས་རོགས་རྣམ་འགྲེལ་ནང་ལ། ལེའུ་དང་པོར་ལེའུ་དང་པོ་གི་ནང་ལ། རང་བཞིན་གྱི་རྟགས་ཀྱིས་སེམས་མ་དང་སྒྲ་ཆོས་ཆོས་མི་རྟག་སྟེ་བྱེད་པའི་ཕྱིར་ཞེས་པའི་ལྟ་བུ་གྱི་རང་བཞིན་གྱི་རྟགས་རོ། ཨ་ནི་རྟགས་ཡང་དག་ལ་འབྲས་རང་མ་དམིགས་གསུམ་གྱི་གཏན་ཚིགས་ཡོད་རོ། འོན་འདིའི་ནང་ནས་རང་བཞིན་གྱི་རྟགས། རང་བཞིན་གྱི་རྟགས་ཀྱི་རྟགས་ཆོས་ཀྱི་འབྲེལ་པ་བསྒྲུབ་བྱེད་ལ་འཕྲོས་ནས་རྟགས་ཆོས་ཀྱི་འབྲེལ་པ་ལ་དེ་སྐབས་སུ།

མངོན་སུམ་གྱི་ལེའུ་ནང་ལོ་ཡང་ལེའུ་གསུམ་པ་ཡིན་ས་ཡོད། མངོན་སུམ་གྱི་ལེའུ་ནང་ལ་སྤྱི་དངོས་མེད་དུ་སྒྲུབ་པའི་གྱི་སྐབས་དང། མངོན་སུམ་རྟོག་སྒྲུབ་ཏུ་སྒྲུབ་པའི་སྐབས་སུ་ཡང་གཞན་སེལ་གྱི་རྣ་ཆ་འགལ་བར་བཤད་པ་འདི་འདྲ་ཡོད་རེད། ཨ་ནི་གཞན་སྡེའི་ལེའུ་ཡོད་ར་ཟེར་བའི་སྐབས་ལེའུ་བཞི་པ་དེ་ཡིན་ས་ཡོད། གཞན་སྡེའི་ལེའུ་ལ་མངོན་སུམ་དང་རྣམ་འགྲེལ་ལ་ལེའུ་བཞི་ཡོད་ར། རྣམ་འགྲེལ་ལེའུ་བཞི་ཡོད་པས་ན་ལེའུ་བཞི་པ་དེ་གཞན་སྡེའི་ལེའུ་ཡིན་ས་ཡོད། གཞན་སྡེའི་ལེའུ་ནང་ལོ་ལ་གཞན་སེལ་གྱི་རྣམ་གཞག་ཅུང་ཟད་བཤད། གཞན་སེལ་གྱི་རྣམ་གཞག་གི་ནང་དོན་ལ་ནི། སྐར་ཆ་གཞན་སྡེའི་ལེའུ་ནང་ལོགས་ལ་གཞན་སེལ་གྱི་རྣམ་གཞག་དེ་ཅུང་ཙམ་ཞིག་གླེང་གི་འདུག་འོ་དེ་འདྲ་དེ་ཙམ་མ་ལ། ད་གཞན་སེལ་གྱི་སྐོར་དེ། གཞུང་ག་བ་ག་བ་གསུངས་ཡོད་རེད་ཟེར་ན་གཙོ་བོ། ཚད་མ། ཀུན་བཏུས་ཀྱི་ནང་ཚོགས་ལ་རབ་བྱེད་ཀྱིས་ཡོངས་སུ་རྫོགས་པ་གསུངས། དེ་ནས་ཚད་མ་རྣམ་འགྲེལ་ལེའུ་དང་པོ་གྱི་སྐབས་ལ་ཡང། གཞན་སེལ་གྱི་རྣམ་གཞག་ཅིག་གསུངས། ད་ག་ནང་བཞིན་མངོན་སུམ་ལེའུ་སྐབས་སུ་ཡང། གཞན་སེལ་གྱི་རྣམ་གཞག་ཅིག་གསུངས། ད་ག་ནང་བཞིན། གཞན་སྡེའི་ལེའུ་སྐབས་སུ་ཡང།

སྔོན་ཐུགས་མོས་ཅན་སྔོན་དུ་བཤད་པའི་དོན་གྱི་གཞན་སུ་བསྟན་པར་བཞེད་དོ། དེ་ལ་དང་པོ་གཉིས་ཀྱིས། དེ་ལ་དང་པོ་གཉིས་ཀྱིས་ལ་དེ་ཀ་སུ་དེར་བ་མཁན་པོ་ཞི་བ་སོགས་དང་ཐར་པར་འབྱུང་ནས་གཉིས་ཀྱིས། བུམ་པ་འཛིན་པའི་བདག་དེ་ཀའི་མེ་ཁ་གཞན་སེལ་དང་དེའི་སྐོར་དེ་མཚན་གཞི་དེ་སུ་བྱ་ཡོང་གི་དོ། དེ་ལ་དང་པོ་གཉིས་ཀྱིས་མཁན་པོ་ཞི་བ་སོགས་དང་ཐར་པར་འབྱུང་ནས་གཉིས་ཀྱིས། བུམ་འཛིན་རྟོག་པས། བུམ་པ་འཛིན་པའི་རྟོག་པ་དེ་ཀའི། བུམ་པ་ཡུལ་དུ་འབྱེད་པའི་ཚེ། ཟེར་བ། བུམ་འཛིན་རྟོག་པ་ཀྱི་བུམ་པ་ཡུལ་དུ་འབྱེད་པའི་ཚེ། བུམ་པ་རང་མཚན་པ་ནི་དོན་གྱི་གཞན་སེལ་ཟེར་ནས་ཁས་བླང་གི་འདུག་ས།

སྤྱི་དང་གཞན་སེལ་གསུམ་དུ་བཤད་པ་གཅིག་པ་གཅིག་རྐྱང་ཡིན་པ་ལ་ཡང། མཚན་གཞི་བཞག་སྟེ་སྐབས་སུ་གཏོགས་སུ་མི་འདྲ་བ་ཡོད་ས་རོ། ཕྱི་མ་ནི། ཤཱཀྱ་ལོག་གིས། བུམ་འཛིན་རྟོག་པས་བུམ་མིན་རྣམ་པར་བཅད་པའི་སྒོ་ནས་བུམ་པ་ཡོད་དོ་འཇལ་དགོས་པས། བུམ་མིན་རྣམ་པར་བཅད་པའི་ཆ། མེད་དགག་གི་གཞན་སེལ། བུམ་པར། འདི་པ་ར་ཡོད་རེད་ར་མི་འདོགས་འདི་ལ། བུམ་པར་སྣང་བའི་སྒྲོ་བཏགས་བློ་ཡི་གཞན་སེལ་དུ་འདོད། བདེན་གཉིས་སྒྲ་ཡི་དངོས་ཀྱི་བརྗོད་བྱ་ཡང་འདོད་ཟེར་ད་བདུན་གྱི་གཞན་སེལ་དེ་གཅིག་པ་རེད་དོ་ཁོང་གསུམ་ཀ། ཁོང་གསུམ་ཀའི་གིས་བདུན་གྱི་གཞན་སེལ་འདོད་པ་གཅིག་པ་རེད་དོ། ཡིན་ན་ཡང་མེད་དགག་གི་གཞན་སེལ་དང་བློ་ཡི་གཞན་སེལ་འདོད་ཐང་ལ། མཁན་པོ་ཞི་བ་འཚོ་དང་ཐར་པ་འབྱུང་ནི་གཅིག་པ་རྗེ། ཤཱཀྱ་བློ། དང་ཐར་པ་འབྱུང་ནི་དང་མཁན་པོ་ཞི་བ་འཚོ་གཉིས་དང་སྒྲ་གི་མི་འདུག་ཨ།

བུམ་ཚུན་རྟོག་པས་བུམ་མིན་རྣམ་པར་དཔྱད་པའི་སྒོ་ནས་བུམ་པ་ཡུལ་དུ་འཇལ་དགོས་རེད། བུམ་ཚུན་རྟོག་པ་གིས་བུམ་པ་ཡུལ་དུ་འཇལ་དགོས་པའི་སྐབས་སུ། བུམ་མིན་རྣམ་པར་དཔྱད་ནས་བུམ་པ་ཡུལ་དུ་འཇལ་དགོས་ཀྱི་ཡོད་རེད། དེ་འདྲ་དུས་ཚང་མ་ལ། བུམ་མིན་རྣམ་པར་དཔྱད་པའི་གི་ཆ། བུམ་པ་མ་ཡིན་པ་ཕ་དགག་པ་གི་ཆ་སྐྱོར་རོ། བུམ་པ་མ་ཡིན་པ་ཕ་དགག་པའི་གི་ཆ་མེད་དགག་དེ་མེད་དགག་གི་གཞན་སེལ་རེད།

སྒྲ་ཡི་དངོས་ཀུན་བརྗོད་བྱ་ལ་བས་དང་རྟོག་པའི་དངོས་ཡུལ་གསལ་ནི་གཅིག་པར་བ། སྒྲ་ཡི་དངོས་ཀུན་བརྗོད་བྱ་ལ་དེ་སྐབས་སུ་དཔེར་ན། བུམ་པ་ཁུ་ཤོ་སོགས་ལབ་ཡོང་དུས། ཁྱོད་རང་ཚུལ་གྱིས་རྟོག་པ་ལ་ཡང་དངོས་སུ་ཤར་བའི་གི་བུམ་པའི་གི་དོན་ཅི་ཟེར་ན་ཡང་འདྲ་བུམ་པའི་གི་རྣམ་པ་ཟེར་ན་ཡང་འདྲ། ཨ་ནི་བུམ་པ་རེད་ཟེར་སྒྲོ་བཏགས་ས་ཀྱི། ཨ་ནི་སྒྲོ་བཏགས་པའི་བུམ་པ་ཅི་ཡོད་རོ། འདི་སྒྲ་ཡི་དངོས་ཀུན་བརྗོད་བྱ་དེ་ཆགས་ཏེ་ཡོད་རེད་དེ། རྟོག་པའི་གི་དངོས་ཡུལ་ཡང་ཆགས་ཏེ་ཡོད་རེད། འོ་དེ་རེད། སྒྲ་ཡི་དངོས་ཀུན་བརྗོད་བྱའི་ཡང་དུས།

སློབ་དཔོན་ཆེན་མཆོག་གིས་གསལ་བར་བསྒྲུབ་པར་ཟེར་ན། གསལ་བར་བསྒྲུབ་པར་ཟེར་ན་ཡང་གསལ་བར་བསྒྲུབ་པའི་ནང་ལ་ཟེར་གྱི། གསལ་བར་བསྒྲུབ་པ་ལ་ན་ནི་དཔེ་ཆ་གཅིག་གི་མིང་རེད། གསལ་བར་བསྒྲུབ་པ་ལ་ཡང་དེ། དེ་སློབ་དཔོན་ཆེན་མཆོག་ཁོ་རང་གིས་མཛད་བཞག་པའི་གི། ཨ་ནི་གསལ་བར་བསྒྲུབ་པ་ཟེར་གྱི་བསྟན་བཅོས་ཅོ་རོ། ཨ་ནི་གསལ་བར་བསྒྲུབ་པ་ལ་གཞན་སེལ་བསྒྲུབ་པའི་གི་དཔེ་ཆ་གཅིག་ཡོད་ས་རོ། འོ་འདི་གི་ནང་ལ་ཟེར་པར་ལ་དོ། གསལ་བར་བསྒྲུབ་པའི་ནང་ལ། ངེས་པའི་རང་བཞིན་གྱི་གསལ་བ་དང། རྣམ་པར་བལྟོས་པའི་ཡུལ་གྱི་གསལ་བ་ཟེར་ནས།

ཨ་འདི་འདྲ་བཙོན་པ་ལ་ད་དེ་རིང་ཁྱོད་ཚོ་གི་རྩོད་པ་ཆོས་ར་གི་ནང་ལ་ཁིད་ནས་སྦྱང་དགོས་ཡ་དེ་ད་ལྟ་མཐུན་ཚུལ་དངོས་གསལ་དང་དེ་སྒྲུབ་བྱེད་ཀྱི་རྟགས་བཀོད་པ་དེ་ན་མངོན་སུམ་མ་ངེས་པར་གྲུབ་པ་ཟེར་གི་ས་ཆ་གསུམ་གི་ཐོག་ལ་ཨ་ནི་ཡང་ཡང་བསམ་བློ་བཏང་ཨ་འདི་དང་འདྲ་བའི་གི་གཞུང་བློ་ལ་བཟུང་ཨ་ནི་མ་ཆོས་ར་ནང་ལ་ཁིད་ལས་ནས་ཨ་ནི་སྦྱང་དགོས་ཡ་དེ་གལ་ཆེན་པོ་ཅིག་ཆགས་དེ་ཡོད་རེད་ཀ་ནས་ཨོ་དེ་རིང་བཙོན་པ་ལ་དེ་འདྲ་ཅིག་བྱེད་རོགས་བྱས་ཨོ་ད་དེ་རིང་དེ་བཞག་ཨོ་ཡ།